ཤེས་རབ་སྙིང་པོ་དང། དུས་མདོག་གསུང་ཡ་རེད། ཨན། ཤེས་རབ་སྙིང་པོ་ནི་ཚང་མས་མཁྱེན་གསལ་ནང་བཞིན་ཐིགས་པ་ཆེན་པོའི་མདོ། གལ་ཆེན་པོ་གཅིག་ཆགས་འདེགས་ཡོད་རེད། མདོ་འདིའི་ནང་རོ་ལ་ཡང། སྟོང་པ་ཉིད་དང་རྟེན་འབྱུང་གི་དོན་བསྟན་ཡོད་པ་ཡིན་པ་རེད། ད་རེས་ཏོག་དབྱིབས་ནད་རིམས་དེ་འཛམ་གླིང་གང་ས་ལ་ཡང་ཁྱབ་བརྡལ་དུ་འགྲོ་བའི་གནས་ཚུལ་འདིས། ང་ཚོ་གཅིག་ལ་གཅིག་བརྟེན་ཡིན་པ་དང། ཨ་ནི་རང་དང་གཞན་གྱི་དཔའ་རུ་ལ་ཡང་ང་ཚོའི་བསམ་པ་ནང་བཞིན་གྱི་རྒྱང་ཐག་རིང་པོ་མེད་པ་ཅིག་ང་ཚོས་ཤེས་རྟོགས་ཐུབ་ཡོད་རེད། ང་ཚོས་རྟེན་འབྱུང་གི་དོན་ལ་ཡང་གོ་བ་ཟབ་མོ་ཞིག་ལེན་ཐུབ་ཡོད་པ་ཡིན་མིན་ན་གཅིག་བྱས་ན། ཏོག་དབྱིབས་རིམས་ནད་དེ་འཛམ་བུ་གླིང་ལ་ཡང་འདི་ཙམ་ཁྱབ་བརྡལ་དུ་འགྲོ་གི་མ་རེད་བསམ་དྲན་གྱི་འདུག། ཡིན་ན་ཡང། ང་ཚོར་རང་བཞིན་ལྷན་སྐྱེས་ཀྱི་ངར་འཛིན་གྱི་ལྟ་བ་ཕྲག་པོ་ཡོད་པ་དང། ང་ཚོའི་ནང་མི། ང་ཚོའི་སྤྱི་ཚོགས། ང་ཚོའི་རྒྱལ་ཁབ། བཅས་ཁ་ཁ་སོ་སོ་ཡིན་པས་ཀྱི་བསམ་བློ་གཏོང་གི་ཡོད་རེད། ཨང་དང་ནང་བཞིན་གྱི་རང་དང་འབྲེལ་པ་ཡོད་པའི་ཀྱི་གནས་ཚུལ་མ་གཏོགས་པའི་གཞན་གྱི་གནས་ཚུལ་ལ་ཡ། དེ་ཙམ་དོ་སྣང་བྱེད་ཀྱི་ཡོད་མ་རེད། ཡིན་ན་ཡང་ད་རིས་ཀྱི་རིམས་ནད་འདིས། ང་ཚོའི་ཕན་ཚུན་ཕན་གནོད་ཀྱི་འབྲེལ་བ་ག་ཚོད་ཡོད་པ་དེ་གསལ་པོ་བཟོས་ཡོང་རེད་བསམ་དྲན་གྱི་འདུག་འདི་འདྲའི་གི་ཉམས་མྱོང་དང་སློབ་གསོ་འདི་ང་ཚོའི་མི་ཚེ་ཧྲིལ་པོའི་ནང་རོགས་ལ་ཡང་བརྗེད་ཐབས་མེད་པ་ཅིག་ཆགས་ཀྱི་ཡོད་རེད། གལ་སྲིད་ང་ཚོའི་གི་མི་ཚེའི་གི་ཉམས་མྱོང་རྩ་ཆེན་འདི་དང། གཤིས་རིམ་སྙིང་འབུལ་གྱི་དགོངས་དོན་གཉིས་ཟུང་དུ་འབྲེལ་ནས་ཉམས་སུ་ལེན་ཐུབ་པ་ཡིན་པས་ན་ཨ་ནི་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་དྲན་གྱི་འདུག་ང་ཚོའི་གི་མི་ཚེ་དང། ཆོས་ཀྱི་ཉམས་ལེན་གཉིས་ཀྱི་པར་རུ་ལ་ཡང་ག་ཚོད་ཅིག་གིས་རྒྱང་ཐག་ཐུང་ཐུང་དུ་བཏང་ཐུབ་པ་ཡིན་པས་ན་དེ་ཚོད་ཀྱིས་ཆོས་སྒྲུབ་མཁན་གྱི་གང་ཟག་དང། སྒྲུབ་རྒྱུའི་གི་ཆོས་གཉིས་ཁ་ཁ་སོ་སོ་མེད་པ་བྱས་བྱས་ཆོས་དང་གང་ཟག་གཉིས་གཅིག་ཏུ་སོང་ནས་ཨ་ནི་ཆོས་པ་ཟེར་བ་དེ་དངོས་གནས་ཆགས་ཐུག་ཡོད་རེད། ཨ་ན་ད་ཤམ་ལི་ཡ། ང་ཚོ་ཚང་མ་མཉམ་འཛོམས་ཤེས་རབ་གཉིས་པོ་སྲུང་ཡ་ཡིན། ཨ་ནི་ངས་དལ་པོ་བྱས་བྱས་སྡོད་ཀྱི་ཡིན། འདི་འདྲའི་ཡིན་དུས་ས་གྱང་ཚོས་མཉམ་དུ་སྡོད་ན་འགྲིག་གི་རེད། ཡང་ན་གཅིག་སོ་སོའི་རང་དབང་དགོས་ནས་རང་དབང་སྒོ་ནས་སྡོད་ན་འགྲིག་གི་རེད། གཙོ་བོ་དེ་ཨ་ནི་བསམ་པ་མ་ཡིན་པའི་ཆེད། ཨ་ནི་དོན་དག་ལ་ཡང་བསམ་བློ་བཏང་ཡ་དེ།

སོ་སོ་རང་རིག་ཡེ་ཤེས་རྒྱུ་ཡི་བ་དེ་གསུམ་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ། འདི་སྐད་བདག་གིས་འདོད་པ་འདུས་བགྱིས་ན་བཅོམ་ལྡན་འདས་སྐྱེས་བུའི་ཁབ་བྱ་རྒོད་ཕུང་པོའི་རིལ་དགེ་སློང་གི་དགེ་འདུན་ཆེན་པོ་དང་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ་དེའི་ཚེ་བཅོམ་ལྡན་འདས་བཟང་མོ་རྣམས་ཞེས་བྱ་བའི་ཆོས་བརྒྱད་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་བཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་རྒྱས་ཕ་རུའི་མདོ་ཆེན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་ལྟ་ཞིང། ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་ལྟའོ། དེ་ནི་སངས་རྒྱས་ཀྱི་མཐུས་ཚེ་དང་ལྡན་པ་ཤཱ་རིའི་བུའི་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ། འདི་སྐད་ཅེས་སྨྲས་སོ། རིགས་ཀྱི་བུ། རིགས་ཀྱི་བུའམ་རིགས་ཀྱི་བུ་མོ། གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱད་པར་འདོད་པ་འདི་ཇི་ལྟར་བསླབ་པར་བྱ། དེ་སྐད་ཅེས་སྨྲས་པ་དང་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས། ཚེ་དང་ལྡན་པ་ཤ་ར་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། ཤཱ་རིའི་བུ། རིགས་ཀྱི་བུ། རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་བ་རུལ་དུ་ཕྱིན། ཟབ་མོའི་སྤྱོད་པ་བྱེད་པར་འདོད་པ་དེ་འདི་ལྟར་རྣམ་པར་བལྟ་བར་བྱ་སྟེ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་ཡང་དག་པར་རྗེས་སུ་དགའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད། མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་མེད་བྲི་བ་མེད་པ་གང་བ་མེད་པའོ། ཤཱ་རིའི་བུ་དེ་ལྟ་བས་ན་སྟོང་པ་ཉིད་ལ། གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་རྣམ་མེད་རྣམ་པར་ཤེས་པ་མེད་མིག་མེད་རྣ་བ་མེད། སྣང་མེད་སྐྱེ་མེད་ལུས་མེད་ཡིན་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། མིག་གི་ཁམས་མེད་པ་ནི་ཡིད་ཀྱི་ཁམས་མེད་ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དོ་ཡང་མེད་དོ་མ་རིག་པ་མེད། མ་རིག་པ་ཟད་པ་མེད་པ་ནི་རྒ་ཤི་མེད་རྒ་ཤི་ཟད་པའི་བར་དུ་ཡང་མེད་དོ་དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཡེ་ཤེས་མེད་ཐོགས་པ་མེད་མ་ཐོབ་པ་ཡང་མེད་དོ་ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཐོགས་པ་མེད་པའི་ཕྱིར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་རྟེན་ཅིང་གནས་ཏེ། སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ། དུས་གསུམ་དུ་རྣམ་པར་གཞོལ་བའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ་དེ་ལྟ་བས་ན་ཤེས་རབ་རྒྱས་པ་རོལ་དུ་ཕྱིན་པའི་སྔགས་རིག་པ་ཆེན་པོའི་སྔགས་བླ་ན་མེད་པའི་སྔགས་མི་མཉམ་པ་དང་མཉམ་པའི་སྔགས་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས་མི་བརྫུན་པས་ན་བདེན་པར་ཤེས་པར་བྱ། ཤེས་རབ་རྒྱས་པ་རོལ་དུ་ཕྱིན་པའི་སྔགས་སྨྲས་པ་ཏཱ་ཏི་ཡ་ཐ་ཨོམ་གཱ་ཏེ་གཱ་པཱ་ར་གཱ་ཏེ་པཱ་ར་སངྒ་ཏེ་བྷོ་དྷི་སོ་བྷ། ཤཱ་རིའི་བུ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་དེ་ལྟར་ཤེས་རབ་རྒྱས་པ་རོལ་དུ་ཕྱིན་པ་བཟང་མོ་ལ་བསླབ་པར་བྱའོ། དེ་ནས་བཅོམ་ལྡན་འདས་ཏིང་ངེ་འཛིན་ལས་བཞེངས་ཏེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་དཔའ་བོ་སྤྱན་རས་གཟིགས་དབང་ཕྱུག་ལ་ལེགས་སོ་ཞེས་བྱ་བ་སྦྱིན་ཏེ་ལེགས་སོ་ལེགས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ་དེ་དེ་བཞིན་ཏེ་ཇི་ལྟར་རྒྱུད་ཀྱི་བསྟན་པར་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་སྤྱོད་པར་བྱ། དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ། ཚེ་དང་ལྡན་པ་ཤཱ་ར་འདྀ་དེའི་བུ་དང་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་དང། ཐམས་ཅད་དང་ལྡན་པའི་འཁོར་དེ་དག་དང་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟར་བཅས་པའི་འཇིག་རྟེན་ཡིད་རང་བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་འདོད་དོ། ང་ཚོ་ཡང་སྒེར་གཅིག་འདྲ་ཡིན་ད we will read again།

དགེ་སློང་གི་དགེ་འདུན་ཆེན་པོ་དང་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ་དེའི་ཚེ་བཅོམ་ལྡན་འདས་བཟང་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ། རྣམ་པར་བརྟག་ཅིང་ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བརྟགའོ། དེ་ནི་སངས་རྒྱས་ཀྱི་མཐུའི་ཚེ་དང་ལྡན་པ། ཤཱ་རིའི་བུ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ། རིགས་ཀྱི་བུ། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཟབ་མོའི་སྤྱོད་པ་སྤྱད་པར་འདོད་པ་འདི་ཇི་ལྟར་བསླབ་པར་བྱ་དེ་སྐད་ཅེས་སྨྲས་པ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གི་ཚེ་དང་ལྡན། ཤཱ་ར་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ་ཤཱ་རིའི་བུ་རིགས་བརྒྱའི་བུའམ་རིགས་བརྒྱའི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱོད་པར་འདོད་པ་འདི་འདི་ལྟར་རྣམ་པར་བལྟ་བར་བྱ་སྟེ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང། འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ་མཚན་ཉིད་མེད་པ། མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་མེད་པ་འཁྲི་བ་མེད་པ་གང་བ་མེད་པའོ། ཤཱ་རིའི་བུ་དེ་ལྟ་བས་ན་སྟོང་པ་ཉིད་ལ། གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུས་བྱས་རྣམ་མེད་རྣམ་པར་ཤེས་པ་མེད་མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་ལུས་མེད་ཡིད་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། མིག་གི་ཁམས་མེད་པ་ནི་ཡིད་ཀྱི་ཁམས་མེད། ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དོ་ཡང་མེད་དོ། མ་རིག་པ་མེད་མ་རིག་པ་ཟད་པ་མེད་པ་ནི་རྒ་ཤི་མེད་རྒ་ཤི་ཟད་པའི་བར་དོ་ཡང་མེད་དོ། དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཡེ་ཤེས་མེད་ཐོབ་པ་མེད་མ་ཐོབ་པ་ཡང་མེད་དོ། ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཐོབ་པ་མེད་པའི་ཕྱིར། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་རྟེན་ཅིང་གནས་ཏེ་སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས། མྱ་ངན་ལས་འདས་པའི་མཐའ་ར་བཞིན་དུ་དུས་གསུམ་ཐོག་རྣམ་པར་གཞོལ་བའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ། དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས།

ཤཱ་རིའི་བུ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་དེ་ལྟར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་བསླབ་པར་བྱའོ། དེ་ནི་བཅོམ་ལྡན་འདས། ཏིང་ངེ་འཛིན་ལས་བཞེངས་ཏེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ལེགས་སོ་ཞེས་བྱ་བ་སྦྱིན་ཏེ། ལེགས་སོ་ལེགས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ་དེ་དེ་བཞིན་ཏེ་ཇི་ལྟར་ཁྱོད་ཀྱིས་བསྟན་པ་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བཟང་མོ་ལ་སྤྱད་པར་བྱ་སྟེ་དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ། ཚེ་དང་ལྡན་པ་ཤཱ་ར་འདྀ་དེའི་བུ་དག་བྱང་ཆུབ་སེམས་དཔའ། སྤྱན་རས་གཟིགས་དབང་ཕྱུག་དང་ཐམས་ཅད་དང་ལྡན་པས་འཁོར་དེ་དག་དང་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟར་བཅས་པའི་འཇིག་རྟེན་ཡི་རང། བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་འདོད་དོ།

ཐབས་གཅིག་ཏུ་བཞུགས་ཏེ་དེའི་ཚེ་བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བརྟགས་ཤིང་ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བརྟག་གོ། དེ་ནས་སངས་རྒྱས་ཀྱི་མཐུའི་ཚད་དང་ལྡན་པ་ཤཱ་རིའི་བུས་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ། རིགས་ཀྱི་བུ། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱད་པར་འདོད་པ་དེས་ཇི་ལྟར་བསླབ་པར་བྱ་དེ་སྐད་ཅེས་སྨྲས་པ་དང། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གི་ཚེ་དང་ལྡན་པ་ཤཱ་ར་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། ཤཱ་རིའི་བུ་རིགས་ཀྱི་བུ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱད་པར་འདོད་པ་དེས། འདི་ལྟར་རྣམ་པར་བལྟ་བར་བྱ་སྟེ་ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པ། ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ།

སྔགས་མེད་སྐྱེས་མེད་ལུས་མེད་ཡིད་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རིག་བྱ་མེད་ཆོས་མེད་དོ་མི་དགེའི་ཁམས་མེད་པ། ཡིད་ཀྱི་ཁམས་མི་ཡིད་ཀྱི་རྣམ་པར་ཤེས་པའི་ཁམས་རྒྱས་པ་དོ་ཡང་མེད་དོ། མ་རིག་པ་མེད་མ་རིག་པ་ཟད་པ་མེད་པ་ནི་རྒ་ཤི་མེད་རྒ་ཤི་ཟད་པའི་བར་དོ་ཡང་མེད་དོ། དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཡེ་ཤེས་མེད་ཐོབ་པ་མེད་མ་ཐོབ་པ་ཡང་མེད་དོ། ཤཱ་རིའི་བུ། དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཐོགས་པ་མེད་པའི་ཕྱིར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་རྟེན་ཅིང་གནས་ཏེ། སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ། དུས་གསུམ་དུ་རྣམ་པར་གཞོམ་པའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པ་སངས་རྒྱས་སོ་དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་རིག་པ་ཆེན་པོའི་སྔགས། བླ་ན་མེད་པའི་སྔགས་མི་མཉམ་པ་དང་མཉམ་པའི་སྔགས་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས་མི་བརྫུན་པས་ན་བདེན་པར་ཤེས་པར་བྱ་སྟེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་སྨྲས་པ། ཏཱ་དཱི་ཡ་ཐ་ཨོམ། གཱ་ཏཱི་གཱ་ཏཱི་བཱ་ར་གཱ་ཏཱི་བཱ་ར་སངྒཱ་ཏཱི། བོ་དྷིའི་སཝཱ་ཧཱ། ཤཱ་རིའི་བུ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་དེ་ལྟར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བཟང་མོ་ལ་བསླབ་པར་བྱའོ། དེ་ནས་བཅོམ་ལྡན་འདས་ཏིང་ངེ་འཛིན་ལས་བཞེངས་ཏེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ལེགས་སོ་ཞེས་བྱ་བ་སྦྱིན་ཏེ་ལེགས་སོ་ལེགས་སོ། རིགས་ཀྱི་བུ་དེ་དེ་བཞིན་ནོ་དེ་དེ་བཞིན་ཏེ། ཇི་ལྟར་ཁྱོད་ཀྱིས་བསྟན་པ་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་སྤྱད་པར་བྱ་སྟེ། དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས་ཚེ་དང་ལྡན་པ་ཤཱ་ར་འདྀ་དེའི་བུ་དང། བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་དང་ཐམས་ཅད་དང་ལྡན་པའི་འཁོར་དེ་དག་དང་ལྷ་དང་མི་དང་ལྷ་མ་ཡིན་དང།

བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ། དེའི་ཚེ་བཅོམ་ལྡན་འདས་བཟང་མོ་སྣང་བ་ཞེས་བྱ་བའི་ཆོས་རྒྱལ་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བརྟགས་ཤིང་ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་སྣང་བར་བལྟའོ། དེ་ནི་སངས་རྒྱས་ཀྱི་མཐུས་ཚད་དང་ལྡན་པ་ཤཱ་རིའི་བུའི་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ་རིགས་ཀྱི་བུ་རིགས་ཀྱི་བུ་བོ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱོད་པར་འདོད་པ་དེས་ཇི་ལྟར་བསླབ་པར་བྱ་འདི་སྐད་ཅེས་སྨྲས་པ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་དཔའ་བོ་སྤྱན་རས་གཟིགས་དབང་ཕྱུག་གི་ཚེ་དང་ལྡན་པ་ཤ་ར་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། ཤཱ་རིའི་བུ། རིགས་ཀྱི་བུ། རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱོད་པར་འདོད་པ་དེ་འདི་ལྟར་རྣམ་པར་བལྟ་བར་བྱ་སྟེ་ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ་དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ་ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ་མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་མེད་པ་བྲི་བ་མེད་པ་གང་བ་མེད་པའོ་ཤཱ་རིའི་བུ་དེ་ལྟ་བས་ན་སྟོང་པ་ཉིད་ལ་གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་རྣམས་མེད། རྣམ་པར་ཤེས་པ་མེད་མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་ལུས་མེད་ཡིད་མེད། གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། མིག་གི་ཁམས་མེད་པ་ནི་ཡིད་ཀྱི་ཁམས་མེད། ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དོ་ཡང་མེད་དོ། མ་རིག་པ་མེད་མ་རིག་པ་ཟད་པ་མེད་པ་ནི་རྒ་ཤི་མེད། རྒ་ཤི་ཟད་པའི་བར་དོ་ཡང་མེད་དོ། དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང། འགོག་པ་དང་ལམ་ཡེ་ཤེས་མེད་ཐོབ་པ་མེད་མ་ཐོབ་པ་ཡང་མེད་དོ་ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཐོགས་པ་མེད་པའི་ཕྱིར་ཤེས་རབ་ཀྱི་བ་རུ་དུ་ཕྱིན་པ་ལ་རྟེན་ཅིང་གནས་ཏེ་སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ། དུས་གསུམ་དུ་རྣམ་པར་ཤེས་པའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་བ་རུ་དུ་ཕྱིན་པ་འདི་ལ་བརྟེན་ནས་བླ་ན་མེད་པར་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ། དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས། རིག་པ་ཆེན་པོའི་སྔགས་བླ་ན་མེད་པའི་སྔགས་མི་མཉམ་པ་དང་མཉམ་པའི་སྔགས་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས། མི་བརྫུན་པས་ན་བདེན་པར་ཤེས་པར་བྱ་སྟེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་སྨྲས་པ། ཏཱཏི་ཡ་ཐ་ཨོམ་གཱ་ཏེ་གཱ། པར་འགའ་དེ་པར་སངས་འགའ་དེ་བུ་དྷི་སཝཱཧཱ། ཤཱ་རིའི་བུ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་དེ་ལྟར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་བསླབ་པར་བྱའོ། དེ་ནས་བཅོམ་ལྡན་འདས་ཏིང་ངེ་འཛིན་ལས་བཞེངས་ཏེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ལེགས་སོ་ཞེས་བྱ་བ་སྦྱིན་ཏེ་ལེགས་སོ་ལེགས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ་དེ་དེ་བཞིན་ཏེ། ཇི་ལྟར་རྒྱུད་རྒྱལ་བསྟན་པ་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་སྤྱད་པར་བྱ་སྟེ་དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས་ཚེ་དང་ལྡན་པ་ཤཱ་ར་དྭ་ཏིའི་བུ་དག་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་དང། ཐམས་ཅད་དང་ལྡན་པའི་འཁོར་དེ་དག་དང་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟར་བཅས་པའི་འཇིག་རྟེན་ཡི་རང་བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་འདོད་དོ།

བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ་དེའི་ཚེ་བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བརྟགས་ཤིང། ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། དེ་ནས་སངས་རྒྱས་ཀྱི་དུས་ཚེ་དང་ལྡན་པ་ཤཱ་རིའི་བུས།

རིགས་ཀྱི་བུ་ཤཱ་རིའི་བུ་རིགས་ཀྱི་བུ་འམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱོད་པར་འདོད་པ་དེ་འདི་ལྟར་རྣམ་པར་བལྟ་བར་བྱ་སྟེ་ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པ་ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཤཱ་རིའི་བུ། དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ་མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་འབྲལ་བ་མེད་པ་གང་བ་མེད་པའོ། ཤཱ་རིའི་བུ། དེ་ལྟ་བས་ན་སྟོང་པ་ཉིད་ལ་གཟུགས་མེད། ཚོར་བ་མེད། འདུ་ཤེས་མེད་འདུ་བྱེད་རྣམས་མེད་རྣམ་པར་ཤེས་པ་མེད་མིག་མེད་རྣ་བ་མེད། སྣ་མེད་ལྕེ་མེད་ལུས་མེད་ཡིད་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། མིག་གི་ཁམས་མེད་པ་ནི་ཡིད་ཀྱི་ཁམས་མེད་ཡིད་ཀྱི་རྣམ་པར་ཤེས་པའི་ཁམས་སྐྱེ་བ་དོ་ཡང་མེད་དོ། མ་རིག་པ་མེད་མ་རིག་པ་ཟད་པ་མེད་པ་ནི་རྒ་ཤི་མེད་རྒ་ཤི་ཟད་པའི་བར་དུ་ཡང་མེད་དོ། དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང། འགོག་པ་དང་ལམ་མེད་ཡེ་ཤེས་མེད་ཐོབ་པ་མེད་མ་ཐོབ་པ་ཡང་མེད་དོ་ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཐོབ་པ་མེད་པའི་ཕྱིར་རེ་ཤི་རབ་ཀྱི་བ་རོལ་ཏུ་ཕྱིན་པ་ལ་རྟེན་ཅིང་གནས་ཏེ་སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ་དུས་གསུམ་སྟོང་རྣམ་པར་ཤར་བའི་སངས་རྒྱས་ཐམས་ཅད་ཀྱི། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ། དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་རིག་པ་ཆེན་པོའི་སྔགས་བླ་ན་མེད་པའི་སྔགས་མི་མཉམ་པ་དང་མཉམ་པའི་སྔགས་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས་མི་བཙུན་པས་ན་བདེན་པར་ཤེས་པར་བྱ་སྟེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་མེད་པ། ཏཱ་དི་ཡ་ཐ་ཨོམ་ག་ཏེ་ག་ཏེ་པ་ར་ག་ཏེ་པ་ར་ས་ག་ཏེ་བྷོ་དྷི་སུ་བ་ཧ། ཤཱ་རིའི་བུ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོའི་རྟེན་རྩ་ཤེས་རབ་ཀྱི་བ་རོལ་ཏུ་ཕྱིན་པ་ཟབ་མོ་ལ་བསླབ་པར་བྱའོ། དེ་ནས་བཅོམ་ལྡན་འདས་ཏིང་ངེ་འཛིན་ལས་བཞེངས་ཏེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ལེགས་སོ་ཞེས་བྱ་བ་བཅིངས་ཏེ་ལེགས་སོ་ལེགས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ་དེ་དེ་བཞིན་ཏེ། ཇི་ལྟར་ཁྱོད་ཀྱིས་བསྟན་པ་བཞིན་དུ་ཤེས་རབ་ཀྱི་བ་རུལ་དུ་ཕྱིན་པ་བཟང་མོ་ལ་སྤྱད་པར་བྱ་སྟེ་དེ་བཞིན་གཤེགས་པ་རྣམས་ཀྱི་རྗེས་སུ་ཡི་རང་ངོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས་ཚེ་དང་ལྡན་པ་ཤཱ་ར་འདཱ་དིའི་བུ་དག་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་དང། ཐམས་ཅད་དང་ལྡན་པའི་འཁོར་དེ་དག་དང་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟར་བཅས་པའི་འཇིག་རྟེན་ཡི་རང་དེ་བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་བསྟོད་དོ། ཡང་བསྐྱར་ཅིག་འབྲི་གི་ཡིན We will recite it once again འོ་མ་ཧོས་རྩ་གཉིས་ཚུ་འདི་སྐད་བདག་གིས་བསྟོད་པ་དུས་གཅིག་ན་བཅོམ་ལྡན་འདས་རྒྱལ་པོའི་སྐབས་བྱ་རྒོད་ཕུང་པོའི་རི་ལ་དགེ་སློང་གི་དགེ་འདུན་ཆེན་པོ་དང་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ། དེའི་ཚེ་བཅོམ་ལྡན་འདས་བཟང་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་བ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བརྟགས་ཤིང་ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བརྟག་གོ། དེ་ནས་སངས་རྒྱས་ཀྱི་མཐུས་སྲས་དང་ལྡན་པ་ཤཱ་རིའི་བུས། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ། རིགས་ཀྱི་བུ་རིགས་ཀྱི་བུའམ་རིགས་ཀྱི་བུ་མོ། གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱོད་པར་འདོད་པ་དེས་ཇི་ལྟར་བསླབ་པར་བྱ་དེ་སྐད་ཅེས་སྨྲས་པ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས་ཚེ་དང་ལྡན་པ་ཤཱ་ར་འདཱ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། ཤཱ་རིའི་བུ་རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་སྤྱོད་པར་འདོད་པ་དེས་འདི་ལྟར་རྣམ་པར་བལྟ་བར་བྱ་སྟེ་ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པ་ཡང་དག་པར་རྗེས་སུ་བལྟའོ། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ། མཚན་ཉིད་མེད་པར་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་མེད་པ་བྲི་བ་མེད་པ་གང་བ་མེད་པའོ། ཤཱ་རིའི་བུ་དེ་ལྟ་བས་ན་སྟོང་པ་ཉིད་ལ་གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་རྣམས་མེད། རྣམ་པར་ཤེས་པ་མེད་མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་ལུས་མེད་ཡིད་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། མིག་གི་ཁམས་མེད་པར་ནི་ཡིད་ཀྱི་ཁམས་མེད། ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དུ་ཡང་མེད་དོ། མ་རིག་པ་མེད་མ་རིག་པ་ཟད་པ་མེད་པར་ནི་རྒ་ཤི་མེད། རྒ་ཤི་ཟད་པའི་བར་དུ་ཡང་མེད་དོ། དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཡེ་ཤེས་མེད་ཐོབ་པ་མེད་མ་ཐོབ་པ་ཡང་མེད་དོ། ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་ན། ཐོགས་པ་མེད་པའི་རྗེས་རེ་ཤི་རབ་རྒྱས་པ་རོལ་དུ་ཕྱིན་པ་ལ་རྟེན་ཅིང་གནས་ཏེ་སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་ཐག་ར་ཅན་དུ་དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་ཤི་རབ་རྒྱས་པ་རོལ་དུ་ཕྱིན་པ་འདི་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ་དེ་ལྟ་བས་ན། ཤེས་རབ་རྒྱས་པ་རོལ་དུ་ཕྱིན་པའི་སྔགས་རིག་པ་ཆེན་པོའི་སྔགས་བླ་ན་མེད་པའི་སྔགས་མི་མཉམ་པ་དང་མཉམ་པའི་སྔགས་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས་མི་བཙུན་པས་ན་བདེན་པར་ཤེས་པར་བྱ་སྟེ་ཤེས་རབ་རྒྱས་པ་རོལ་དུ་ཕྱིན་པའི་སྔགས་སྨྲས་པ། ཏཱཏི་ཡ་ཐ། ཨོམ། གཱ་ཏེ་གཱ་ཏེ་པཱ་ར་གཱ་ཏེ་པཱ་ར་སངྒཱ་ཏེ་བོ་དྷི་སཝཱ་ཧཱ། ཤཱ་རིའི་བུ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་དེ་ལྟར་ཤེས་རབ་ཀྱི་བར་རོལ་དུ་ཕྱིན་པ་བཟང་མོ་ལ་བསླབ་པར་བྱའོ། དེ་ནས་བཅོམ་ལྡན་འདས། ཏིང་ངེ་འཛིན་ལས་བྱིན་ཏེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ལེགས་སོ་ཞེས་བྱ་བར་བྱིན་ཏེ་ལེགས་སོ་ལེགས་སོ། རིགས་ཀྱི་བུ། དེ་དེ་བཞིན་ནོ་དེ་དེ་བཞིན་ཏེ་ཇི་ལྟར་ཁྱོད་ཀྱིས་བསྟན་པ་བཞིན་དུ་ཤེས་རབ་ཀྱི་བར་རོལ་དུ་ཕྱིན་པ་བཟང་མོ་ལ་སྤྱོད་པར་བྱ་སྟེ། དེ་བཞིན་གཤེགས་པ་རྣམས་ཀྱི་རྗེས་སུ་ཡི་རང་ངོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས་ཚེ་དང་ལྡན་པ་ཤཱཀྱ་ཟླ་བུ་དང་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་དང་ཐམས་ཅད་དང་ལྡན་པའི་འཁོར་དེ་དག་དང་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟར་བཅས་པའི་འཇིག་རྟེན་ཡི་རང་དེ་བཅོམ་ལྡན་འདས་ཀྱིས་གསུངས་པ་ལ་དངོས་པོར་བསྟོད་དོ།

རྟ་སྐད་བསྟན་པས་ཚིག་རྣམས་འགྲུབ་པར་གྱུར་ཅིག་ཅེས་ལྟར་སྔོན་ལྷ་ཡེ་དབང་པོ་བརྒྱ་བྱིན་གྱིས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཟང་པོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱས་པ་ལ་བརྟེན་ནས་བདུད་སྡིག་ཅན་ལ་སོགས་པའི་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་ཟློག་པ་དེ་བཞིན་དུ་བདག་གིས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཟང་པོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱས་པ་ལ་བརྟེན་ནས་བདུད་སྡིག་ཅན་ལ་སོགས་པའི་མི་མཐུན་པའི་ཆོས་ཐམས་ཅད་ཕྱིར་ཟློག་པར་གྱུར་ཅིག་མེད་པར་གྱུར་ཅིག་ཞི་བར་གྱུར་ཅིག་རབ་ཏུ་ཞི་བར་གྱུར་རོ་ཅིག། ན་མོ་བླ་མ་ལ་ཕྱག་འཚལ་ལོ་སངས་རྒྱས་ལ་ཕྱག་འཚལ་ལོ་ཆོས་ལ་ཕྱག་འཚལ་ལོ་དགེ་འདུན་ལ་ཕྱག་འཚལ་ལོ་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ་བདག་གི་བསྟན་པའི་ཚིག་རྣམས་འགྲུབ་པར་གྱུར་ཅིག་ཇི་ལྟར་སྔོན་ལྷ་ཡི་དབང་པོ་བརྒྱ་བྱིན་གྱིས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཟང་མོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱེད་པ་ལ་བརྟེན་ནས་བདུད་སྡིག་ཅན་ལ་སོགས་པར་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་ཟློག་པ་དེ་བཞིན་བདག་གིས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཟང་མོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱེད་པ་ལ་བརྟེན་ནས་བདུད་སྡིག་ཅན་ལ་སོགས་པའི་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་ཟློག་པར་གྱུར་ཅིག་མེད་པར་གྱུར་ཅིག་ཞི་བར་གྱུར་ཅིག། རབ་ཏུ་ཤེས་པར་གྱུར་ཅིག། ན་མོ་བླ་མ་ལ་ཕྱག་འཚལ་ལོ་སངས་རྒྱས་ལ་ཕྱག་འཚལ་ལོ་ཆོས་ལ་ཕྱག་འཚལ་ལོ། དགེ་འདུན་ལ་ཕྱག་འཚལ་ལོ་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ་བདག་གི་བདེན་པའི་ཚིག་རྣམས་འགྲུབ་པར་གྱུར་ཅིག་ཇི་ལྟར་སྔོན་ལྷའི་དབང་པོ་བརྒྱ་བྱིན་གྱིས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཟང་མོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱས་པ་ལ་བརྟེན་ནས་བདུད་སྡིག་ཅན་ལ་སོགས་པའི་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་ལྡོག་པ་དེ་བཞིན་དུ། བདག་གིས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཟང་མོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱས་པ་ལ་བརྟེན་ནས་བདུད་སྡིག་ཅན་ལ་སོགས་པའི་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་ལྡོག་པར་གྱུར་ཅིག་མེད་པར་གྱུར་ཅིག་ཞི་བར་གྱུར། རབ་ཏུ་ཞི་བར་གྱུར་ཅིག། གང་གི་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་མཆེད་པ་མེད་པ་བདག་མེད་པ་དབུང་བ་མེད་པ་འགྲོ་མེད་ཐ་དད་དོན་མིན་དོན་གཅིག་མིན་སྤྲོས་པ་ཉིད་ཞི་ཞེས་བསྟན་པ་རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ་དེ་ལ་ཕྱག་འཚལ་ལོ། ཀྱེ་རིགས་སྟོང་ཕྲག་བརྒྱ་བཅུ་ཞེ་བ། མི་མཐུན་གནོད་པའི་རྐྱེན་དང་བྲལ་བ་དང་མཐུན་པར་གྱུར་ཅིག་ཕུན་སུམ་ཚོགས་པའི་བཀྲ་ཤིས་དེ་ཡང་གནས་འདིར་འདི་ལས